འཛམ་བདག་ནས་བོད་མི་ཤི་སྒོར་བྱས་པ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གསུམ་ཉིན་རྔ་བ་ཁུལ་འཛོམས་ཐང་རྫོང་ནགས་ལྡང་ཤང་གི་བོད་མི་བརྒྱ་ཕྲག་བརྒལ་བས་ཉིན་དེའི་བོད་ནང་གི་ཕྱི་དྲོ་ཆུ་ཚོད་བཞི་པ་ཡས་མས་ཤིག་ལ། བོད་ལ་རང་དབང་དགོས་རྒྱལ་བ་རིན་པོ་ཆེ་བོད་ལ་གདན་འདྲེན་བྱེད་དུ་འཇུག་དགོས། བོད་རང་བཙན་ཐབས་བཟུང་ཟེར་ནས་ངོ་རྒོལ་སྐད་འབོད་བྱས་ཏེ་ས་གནས་དེ་གའི་ཤང་གི་ཁྲམ་ལམ་ནས་སྐོར་བ་གསུམ་བྱས་ཡོད་པ་དང། སྐབས་དེར་དམག་མི་དང་ཉེན་རྟོག་མི་སྣ་མང་པོ་སླེབས་ཏེ་ངོ་རྒོལ་སྐད་འབོད་བྱེད་མཁན་ལག་ཏུ་ཐེབས་ཚད་ལ་གཅར་རྡུང་དྲག་པོ་བཏང་ནས་སྐད་འབོད་བྱེད་མཚམས་བཅད་ཅིང། ཁྲོམ་གཞུང་སོགས་ནས་བོད་མི་བརྒྱད་འཛིན་བཟུང་བཀག་སྐྱིལ་བྱས་ཡོད་པའི་ཁྲོད་ནས་ཤེས་རྟོགས་བྱུང་བར། ན་ད་ཤང་ཐོག་གི་བསླབ་གྲྭའི་དགེ་རྒན་དཔའ་ཁོ་རང་ལོ་བཞི་བཅུ། རྡོ་རྗེ་རང་ལོ་སུམ་ཅུ་སོ་བརྒྱད། ཨ་རྡོར་རང་ལོ་སུམ་ཅུ་སོ་ལྔ། འོད་ཟེར་རྡོ་རྗེ། རང་ལོ་ཉི་ཤུ་རྩ་བརྒྱད་ཡིན་པ་ཁོང་རྣམས་ཡིན་ཞིང། གཞན་རྣམས་ཤི་དོགས་མ་བྱུང། དེ་རྗེས་ནཱ་ད་ཤང་དུ་ཉི་མ་མང་པོའི་རིང་དྲག་ཆས་སྤྲས་པའི་དམག་མིས་དམ་བསྒྲགས་ཆེན་པོ་བྱས་ནས་ངོ་རྒོལ་ལས་འགུལ་ནང་ཞུགས་མཁན་རྣམས་བཙལ་བཅོས་བྱས་ཡོད། མི་དམངས་བཙན་བཀོལ་གྱིས་ཀི་ཏི་དགོན་པར་སྐོར་བ་བྱེད་དུ་བཏང་བ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་ཉི་ཤུ་རྩ་བཞི་ཉིན་རྔ་བ་རྫོང་མཐའ་བ་གོང་མ་དང་འགག་མ་གཉིས་ལ་རྒྱ་གཞུང་གིས་ཚོགས་འདུ་བསྡུས་ནས་ཁྱོད་ཚོ་མི་མང་གིས་རྔ་བ་དཔེ་ལྟ་དགོན་པར་སོང་བཤའ་བྱེད་དགོས་ཟེར་དང་གལ་སྲིད་སུས་མ་སོང་ན་ཉིན་རེའི་རྒྱ་སྒོར་སུམ་བཅུས་ཆད་པ་གཅོད་རྒྱུ་ཡིན་ཞེས་བཙན་བཀའ་བཏང་ཡོད་པ་དང་མི་མང་ལ་ཁྱོད་ཚོ་གྲྭ་པ་ཚོ་ནང་བཞིན་ངོ་རྒོལ་ལས་འགུལ་དེ་འདྲའི་ནང་ཞུགས་རྒྱུ་མེད་ཚུལ་དང། གྲྭ་པ་དང་མི་དམངས་གཉིས་རྩ་བ་ནས་མི་གཅིག་མཚུན། རྒྱལ་ཁབ་ཀྱིས་མི་དམངས་ལ་རོགས་སྐྱོར་མང་པོ་བྱས་ཡོད་པ་དང་མ་འོངས་པ་ན་ཡང་རོགས་སྐྱོར་མང་པོ་བྱེད་རྒྱུ་ཡིན་ཟེར། དེང་སྐབས་རང་ལུས་མེར་སྲེག་གཏོང་དགོས་རྒྱུའི་དཀའ་སྡུག་ཅིག་རྩ་བ་ནས་མེད་ཀྱང་གྲྭ་པ་ཚོས་སྐྱེས་མ་ཐག་པ་ཡིན་ཟེར། སྐད་བརྡ་དགོན་པའི་ནང་ལ་རང་ལུས་མེར་སྲེག་གཏོང་རྒྱུའི་ཁས་ལེན་དམ་བཅའ་བྱས་ཡོད་པའི་ཚོགས་པ་ཞིག་ཡོད་པ་ད་ཐང་རྩ་མེད་བཟོ་དགོས་པས་མི་མང་གིས་རོགས་འདེགས་བྱེད་དགོས་ཚུལ་སོགས་བརྗོད་ཡོད་འདུག་ཟླ་འདིའི་ཚེས་ཉི་ཤུ་རྩ་དྲུག་ཉིན་ནས་མི་མང་སྐོར་ཞིག་གིས་རྔ་བ་སྐད་བརྡ་དགོན་པར་སྲུང་བྱ་བྱས་པའི་མིང་ཐོག་ནས་དགོན་པར་སྔ་ཕྱི་དྲོ་གཉིས་ཀར་སྐོར་བ་བྱས་ཡོད་པ་དང་དགོང་མོ། བོད་མི་དེ་དག་ལ་རྒྱ་སྒོར་སུམ་ཅུ་རེ་སྤྲད་དེ་འདྲ་པར་དང་བརྙན་དཔར་བརྒྱབ་ཡོད་པར་མ་ཟད། ཉིན་ཤས་རྗེས། རྔ་བའི་གསར་འགྱུར་ཞེས་པའི་བརྙན་འཕྲིན་ནང་དུ་མི་མང་གིས་རྒྱལ་ཁབ་ལ་རིམ་འདེགས་བྱས་ཏེ། ཀི་ཏི་དགོན་པ་བསྲུང་བྱ་བྱས་ཡོད་ཚུལ་བརྗོད་ནས་བསྟན་ཡོད་ལ། དེ་ནས་བཟུང་ཟླ་བ་མང་པོའི་རིང་མི་མང་གིས་མཚན་མོ་འཁོར་ཁང་གི་ཕྱི་ནས་སྐོར་བ་བྱེད་པ་ལས་ཉིན་མོ་སྔོན་གསེར་དོད་པོས་སྐོར་བ་བྱེད་མཁན་མེད་པར་གྱུར་སྟབས། རྒྱ་གཞུང་གིས་འཁོར་ཁང་མང་པོའི་སྒོ་བྱིན་རླབས་ཀྱིས་བཅད་ཡོད་ཀྱང་ཕྱི་ཟླ་བཞི་པའི་ཚེས་བཅུ་བདུན་ཉིན་འཁོར་ཁང་ཁ་ཤས་ཀྱི་སྒོ་ཕྱེས་ནས་མི་མང་ལ་སྐོར་བ་བྱེད་ས་ཡོད་པའི་རྣམ་པ་བསྟན་ཡོད་ཀྱང་མི་མང་གིས་གནས་ཚུལ་དེ་བརྙན་ཕབ་བྱས་ནས་ཕྱི་ཕྱོགས་སུ་སྟོན་རྒྱུའི་གནས་ཚུལ། རྫུན་མ་བཟོ་རྒྱུ་ཡིན་པའི་དོགས་པ་བྱས་ཏེ་འཁོར་ལོ་བསྐོར་དུ་སོང་མེད་སྟབས། མཐའ་མ་འུ་ཐུག་ནས། མི་རེས་རྒྱ་སྒོར་སུམ་ཅུ་རེ་སྤྲད་དེ་འཁོར་ལོ་བསྐོར་བཅུག་པ་དང། ཡང་ཁ་ཤས། ཁ་ཤས་རེ། ཡང་ཁ་ཤས་རེས་བཙན་གྱིས་ཁྲིད་ཡོང་ནས་འཁོར་ལོ་བསྐོར། བཅུག་སྟེ་གཉེན་ཕབ་བྱས་ཡོད་པ་སོགས་དགོད་བྲོ་བའི་འཁྲབ་སྟོན་མང་པོ་བྱས། ཀིརྟི་དགོན་པའི་དགེ་ལྡན་པ་འཛིན་བཟུང་བཀག་ཉར་བྱས་པ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་རྔ་བ་རྫོང་ལྕགས་ཤང་ཆུ་ལེ་འགབ་མའི་སློབ་གྲྭ་ཚང་གི་ལྔ་པ། ཀི་ཏི་དགོན་པའི་གྲྭ་སློབ་གསང་བསྟི་འཛིན་རང་ལོ་ཉི་ཤུ་རྩ་གཉིས་ཕ་མི་ལ་བསོད་ནམས་དང། མ་མི་སྒྲུང་དཀར་ཞུ་བ་ཁོང་མཚན་མོ་ཆུ་ཚོད་བཅུ་གཉིས་ཙམ་ལ་རང་ཤག་ནས་ཉེན་རྟོག་པས་བཙན་ཁྲིད་བྱས་ཡོད་པ་དང། ཁོང་འཛིན་བཟུང་བྱེད་དགོས་པའི་རྒྱུ་རྐྱེན་སོགས། གཤམ་གྱི་ཕྱི་ཟླ་བརྒྱད་པའི་ཚེས་སུམ་ཅུ་ཉིན་གྱི་གནས་ཚུལ་དེར་གསལ་པོ་བཀོད་ཡོད་པས་དེར་གཟིགས་པར་འཚལ། ཡང་སྙིང་དེའི་དགོངས་མོས་ཕྱི་ཚུལ་དྲུག་པ་ཙམ་ལ་དཔལ་ཆེན་མི་རིགས་རླབས་སྒྲ་ཆེན་མོའི་ནང་ནས། རྔ་པ་ཀིརྟི་དགོན་གྱི་གྲྭ་སློབ་གསན་ཚེ་དཔག་རང་ལོ་ཉི་ཤུ་རྩ་བདུན་ཡིན་པ་ཁོང་འཛིན་བཟུང་བཀག་ཉར་བྱས་ཡོད། ཁོང་གི་ཕ་མིང་ལ་དོང་གྲིབ་ཟེར་བ་དང། གྲོང་ཚར་ཡོད་པ། མ་མིང་ལ། དོན་བདེ་མ་ཟེར། ཁོང་དཔལ་རྒྱལ་མི་རིགས་སློབ་གྲྭ་ཆེན་མོའི་ནང་ལ་གསོ་སྦྱོང་བྱས་ནས་བསྡད་ཡོད་ཅིང། འཛིན་བཟུང་བྱེད་དགོས་པའི་རྒྱུ་མཚན་དང། འཛིན་བཟུང་བྱས་རྗེས་ས་གནས་གང་དུ་དགའ་ཉེ་བྱས་ཡོད་མེད་སོགས་ཀྱི་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་མ་ཐུབ། རྒྱལ་གཅེས་དཔའ་བོ་བུ་ལུགས་ལ་སྐུ་གྲོངས་པ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་ཉི་ཤུ་རྩ་དྲུག་ཉིན། ཁམས་སྡེ་དགེའི་སྦྱོང་བརྡར་རྫོང་འཛིན་སྒང་ཤར་པད་མ་སྟག་ཆེན་ནས་ཡིན་པའི་རྒྱལ་གཅེས་པ་བུ་ལུག་ལ་ལྷ་སའི་སྨན་མཁན་ཞིག་ཏུ་བསྐོ་གྲོངས་ཡོད་འདུག་བུ་ལུག་ལ་ནི་ཕྱི་ལོ་ཉིས་སྟོང་དགུ་ཟླ་དྲུག་པའི་ནང་ཁམས་སྦྱོང་བརྡར་སྐྱབས་ཆེན་དགོན་དུ་རྒྱ་གཞུང་གིས་རྒྱལ་གཅེས་ཆོས་གཅེས་ཟེར་བའི་ལས་འགུལ་སྤེལ་ཏེ་གོང་ས་མཆོག་ལ་འཚེ་མེད་ཀྱི་མིང་བརྡ་བསྡུ་རུབ་བྱེད་སྐབས་དགེ་འདུན་པ་གཅིག་གིས་ཀྱང། མི་བདག་མ་བསྐོས་པར་གྲོལ་འགྱུར་དུ་ཕེབས་ཏེ་ཟླ་གཅིག་རིང་དགོན་པར་དགེ་ལྡན་པ་སྟོང་པར་ལུས་ཡོད། དེའི་རྗེས་རྒྱ་གཞུང་གི་ཉེས་རྟོག་པས་གྲོང་ཚོ་ཁག་གི་མགོ་ཁྲིད་རྣམས་ལ་གནོད་ཤུགས་དང་འཇིགས་སྣང་བསྐུར་ཏེ་དགོན་པའི་དགེ་ལྡན་པ་ཚོ་རྩིས་སྤྲོད་བྱེད་དགོས་པའི་བཙན་བཀའ་བཏང་བ་ངོས་ལེན་མ་བྱས་པའི་ཉེས་མིང་འོག་འཛིན་བཟུང་བྱས་པ་དང་རྗེས་སུ་ཤི་དོགས་བྱུང་བར། ཁོང་སྐབས་དེ་ནས་བཟུང་བོད་རང་སྐྱོང་ལྗོངས་སྤོ་བོ་རྫོང་གི་ཙོང་ཁང་ཞིག་ཏུ་བཅུག་སྟེ། དེའི་བར་ན་མི་གཉེན་སྒྲིག་སུ་ལ་ཡང་ཐུག་འཕྲད་བྱེད་བཅུག་མེད་པ་མ་ཟད། གཙོ་བོ་ནི། སྡུག་སྦྱོང་སླ་བཅོས་མཚོན་མེད་བཏང་སྙམ་སྟེ། གཟུགས་པོ་ནད་བྱུང་ཆགས་རྗེས་སྨན་ཁང་དུ་ཁྲིད་ཡོད་ཀྱང་དྲག་སྐྱེད་མ་བྱུང་བར་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་གྱི་བོད་ནང་གི་ཆུ་ཚོད་བཅུ་གཉིས་ཐོག་ལྷ་སའི་སྨན་ཁང་ཞིག་གི་ནང་འདས་གྲོངས་སུ་གྱུར་ཡོད་འདུག། གྲོས་ཚོགས་འཐུས་མིས་བོད་ནང་ཞིབ་འཇུག་བསྐྱོད་རྒྱུར་རྒྱབ་སྐྱོར། ཕྱི་ལོ་ཉིས་སྟོང་བཅུ་གཅིག་བདག་ཟིན་པའི་ཚེས་ཉེར་གསལ་ལྔ་ལ་དཔལ་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ནང་གི་གནས་དངོས་ཡོད་གནས་ཚུལ་ཞིབ་འཇུག་ཆེད་རྒྱལ་སྤྱིའི་གྲོས་ཚོགས་ཀྱི་འཐུས་མིའི་ཚོགས་པ་ཞིག་བོད་ནང་གཏོང་དགོས་པའི་འབོད་སྐུལ་མཛད་པར་ཨ་རིའི་གྲོས་ཚོགས་གོང་མས། ཐུ་མི་ཅཱན་ཀྲ་ཡན་ཕའེ། Sitaian། གྱིས་རྒྱབ་སྐྱོར་གནང་ཡོད་པ་རེད། ཕྱི་ཟླ་གསུམ་པའི་ཚེས་བཅུ་བདུན་ཉིན། ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ནང་གསུང་བཤད་གནང་སྐབས། བོད་ནང་གི་གནས་སྟངས་ཐོག་ཐུགས་འཚབ་ཡོད་པའི་སྐོར་དང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆབ་སྲིད་ཀྱི་སྐུ་དབང་རྩིས་སྤྲོད། མཛད་རྒྱུར་ཐུགས་བརྟག་བཅས་པ་དེ་བཞིན་ཉེ་ཆར་ཕྱི་ཟླ་གསུམ་པའི་ཚེས་བཅུའི་ཉིན་བསྩལ་བའི་གསུང་འཕྲིན་ནང། ད་ལྟའི་བོད་ནང་གི་དངོས་ཡོད་གནས་སྟངས་རྟོག་ཞིབ་ཆེད། རྒྱལ་སྤྱིའི་གྲོས་ཚོགས་ཀྱི་འཐུས་མིའི་ཀུན་རྫོབ་ཁག་ཅིག་བོད་ནང་ཕེབས་དགོས་པའི་འབོད་སྐུལ། ལ་རྒྱབ་སྐྱོར་གནང་ཡོད་པ་རེད། ལྕམ President གྱིས་སོང་ན། ངས ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་གི་གང་ཉིད་ཀྱི་ཆབ་སྲིད་ཀྱི་སྐུ་དབང་མི་མང་གིས་འོས་འདེམས་བྱས་པའི་མི་དེར། རྩིས་སྤྲོད་མཛད་རྒྱུ་མཐའ་སྤྱིར་མཛད་པར་བསྔགས་བརྗོད་ཞུ་ཡི་ཡོད། ང་རང་སྒེར་ངོས་ནས་བཙན་བྱོལ་བོད་མིའི་ཆབ་སྲིད་ཀྱི་སྒྲོམ་གཞི་འགྱུར་འགྲོས་དེར་རྒྱབ་སྐྱོར་ཞུ་རྒྱུའི་གྲ་སྒྲིག་ཡོད་ལ། ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་གིས་ཉེ་ཆར། གསུང་འཕྲིན་གནང་བཀའ་ཕེབས་པ་བཞིན། ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་བཅུའི་ནང། བོད་མིའི་བདེ་དོན་འཚོ་བའི་ལྟ་སྐོར་འཐུས་མི་ཀུན་རྫོབ་ཁག་བོད་ནང་བསྐྱོད་ཡ་བསྐྱོད་ཡོད་པ་དང། བོད་ནང་བསྐྱོད་ཡོད་པ་ལྟར། ངས་རྒྱ་ནག་གཞུང་ལ། ལྟ་སྐོར་དེ་ལྟ་སྐོར་དེ་རིགས་བསྐྱར་དུ་སྐྱོད་ཆོག་པའི་འབོད་སྐུལ་ཤུགས་ཆེ་བྱེད་ཀྱི་ཡོད། དེ་ལྟ་བུའི་དེ་དོན་འཚོལ་ཞིབ་ཀྱི་འཐུས་མི་བརྒྱུད། བོད་ནང་གི་བོད་མི་དང་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་ལ་དཀའ་ངལ་ཇི་འཕྲད་སྐོར་དོགས་སྣང་ཤུགས་ཆེ་རུ་འགྲོ་རྒྱུ་དེ་བཞིན། བོད་རྒྱ་གཉིས། བོད་རྒྱ་གཉིས་ཕན་གྱི་ཐབས་ལམ། འཚོལ་བྱེད། དང། བོད། བོད་རྒྱ་ཞི་མོལ་ཐོག་ལ། ཡང། ཡར་རྒྱས་འགྲོ་ཐུབ་ཀྱི་རེད་ཅེས། སོགས་གསུང་བཤད་གནང་ཡོད་པ་རེད། ཡོན་ཀོང་ཨེ་ཤེ་ཡ་རང་བློ་འདྲེན་ཁང་གི་བོད་ཡིག་དྲ་བ། ཡོ་རུབ་གྲོས་ཚོགས་ཁང་དུ། བོད་དོན་བགྲོ་གླེང། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་ཉི་ཤུ་ཟེར་ལྔ་ལ་དཔལ། ཕྱི་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་རྒྱབ། སྦེལ་ཇམ་གྱི་གྲོང་ཁྱེར་ཆེན་མོ། Brussels། གྱི་ཡུ་རོབ་གྲོས་ཚོགས་ཚོགས་ཁང་དུ། གསུམ་བཅུ་དུས་དྲན་ཐེངས་ང་གཉིས་པ་དང། བོད་རྒྱའི་དཀའ་རྙོག་ཅེས་པའི་བརྗོད་གཞི་འོག་བོད་རྒྱའི་དཀའ་རྙོག་དང། བོད་དོན་ཐོག་བགྲོ་གླེང་ཚོགས་འདུ་ཆེན་པོ་ཞིག་ཚོགས་ཡོད་པ་རེད། སྐུ་མགྲོན་གཙོ་བོ་གོང་ས་མཆོག་གིས་དམིགས་བསལ་སྐུ་ཚབ་དང་སུད་དོན་གཅོད། བེ་རུ་སུར་བོད་ཀྱི་དོན་གཅོད་ཀྱི་ལས་འཚབ་སྐལ་བཟང་རྒྱལ་མཚན་ལགས་ཕེབས་ནས་བོད་རྒྱའི་གྲོས་མོལ་གྱི་བརྒྱུད་རིམ་ཐོག་གསུང་བཤད་གནང་བ་དང། ཡུ་རོབ་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཐོ་མ་སུ་ལགས་ཀྱིས་གསུང་བཤད་གནང་རྗེས། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཞོན་སྐུ་ཞབས་ཨེ་ར་ཝར་མེག་ལི་མེག་མི་ལིན Macmillan མཆོག་གིས།

བྱེད་དགོས་པའི་ཐོག་གསུང་བཤད་གནང། ཡུ་རོབ་གྲོས་ཚོགས་འཐུས་མི Csaba Sogor ལགས་ཀྱིས་བཙན་བྱོལ་བོད་མིའི་དཔལ་འབྱོར་གནས་སྟངས་ཀྱི་སྐོར་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཆབ་སྲིད་ཐད་ཀྱི་འགན་འཛིན Vin།

བོད་ཇི་ལྟར་གལ་གནད་ཆེན་པོ་ཡིན་སྐོར་གསུང་བཤད་གནང་རྗེས། དྲི་བ་དྲིས་ལན་སོགས་བགྲོ་གླེང་འཁྲུག་ཆ་དོད་པོ་ཞིག་གནང་འདུག་ཚོགས་འདུ་འདིར་གཙོ་བོ་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་གལ་གནད་སྐོར་དང། གོང་ས་མཆོག་གི་ཉེ་ལམ་གནང་བའི་གསུང་འཕྲིན་ཐོག་གླེང་སློང། ལྷག་པར་ད་ལོ་སུམ་ཅུ་དུས་དྲན་ཐོག་གི་བལ་ཡུལ་ཉེན་རྟོག་པ་རྣམས་ཀྱི་བྱ་སྤྱོད་ལ་སྐྱོན་བརྗོད་བྱས་པ་མ་ཟད། ཉིན་དེར་ཨ་མདོ་རྔ་བ་ཁུལ་དུ་གྲྭ་ཕུན་ཚོགས་ལགས་ཀྱིས་རྒྱ་གཞུང་ལ་ངོ་རྒོལ་ཆེད་རང་ལུས་མེ་སྲེག་བཏང་བའི་སྐོར་ལ་ཡང། ཡུ་རོབ་གྲོས་ཚོགས་ནས་འཐུས་མི་དག་དང་ཚོགས་བཅར་བ་རྣམས་ཀྱི་རྒྱབ་སྐྱོར་ཐོག་གླེང་སློང་ཤུགས་ཆེན་བྱས། རྒྱ་ནག་གི་དབང་འཛིན་པས་དམ་དྲག་དང་གདུག་རྩུབ་ལ་ཡིད་མ་རངས་པའི་རྣམ་འགྱུར་ཤུགས་ཆེ་བསྟན་འདུག་བགྲོ་གླེང་ཚོགས་འདུ་འདིར་ཡུ་རོབ་གྲོས་ཚོགས་ཀྱི། ཚོགས་གཞོན་གཙོས་འཐུས་མི་མང་པོ་ཕེབས་ཡོད་པ་མ་ཟད། བོད་དོན་རྒྱབ་སྐྱོར་བ་དང་གོང་ས་མཆོག་གི་ཀུན་རྫོབ་སྐལ་བཟང་དགེ་མཚན་ལ་འབུལ་རེས་བོད་ཀྱི་དོན་གཅོད་ལས་བྱེད་བན་ཆེན་བོད་རིགས་ཚོགས་པའི་ཚོགས་གཙོ་གཙོས་ཚོགས་པ་ཁག་གི་ལས་བྱེད་སོགས་ཚོགས་ཞུགས་པ་བརྒྱ་ལྷག་ལྷན་འཛོམས་ཀྱིས་བགྲོ་གླེང་ནང་མཉམ་ཞུགས་བྱས་འདུག། ཐེངས་འདིའི་ཚོགས་འདུ་གོ་སྒྲིག་གནང་མཁན་ནི་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཞོན་སྐུ་ཞབས་ཨེ་ནི་ཏར་མེག་མི་ལོན་ལགས་དང། ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་ཀི་རིས་ཁྲི་ན་ཨོ་ཇི་ལན་སོགས་ཡུ་རོབ་གྲོས་ཚོགས་འཐུས་མིས་བོད་དོན་རྒྱབ་སྐྱོར་གནང་མཁན་དག་ཡིན་འདུག།